དང། ལོ་བཞི་འདུས་ཚར་དུས་ན་ནི་ལྷོ་མཐའ་ཕྱིན་སོང། མི་ནག་ཤེས་པས། རེད་ལྷོ་མ་མོ་འཆི་ཤེས་དེ་ད་ལྷོ་མཐའ་ཤི་ཚར་དུས་ང་ཚོ་གི་གཞོན་སྐྱ་པ་འདྲ་ཡུམ་ལ་ཞེན་པ་རྒྱུ་སྤྲད་ལ་རེད་པས། ཁྱོད་རང་བཀའ་སྡེ་འདི་ལ་ད་དེ་འདྲ་རྒྱུ་མི་སྤྲད་ནས་ཕ་ཡིས་ཚིག་འོང་དེ་ནས་རྫ་བཟོ་བཟོ་རྒྱུ་དེ། ཁྱོད་རང་གི་བཀའ་སྡེ་འདི་ལ་ད་སེམས་པ་ཡིན་ན་ཡོང་མིན་ན་འདུན་པ་དེ་ཅི་འདྲ་ཅིག་ཁེངས། གཅིག་ནས་ད་ང་ཚོ་ངའི་མཆན་ནང། མི་རོ་རྗེ་པ་དེ་རྫ་བཟོ་རེད་རྫ་མཁན་རེད་འདི་འདྲ་ཞིག་རེད་དེ་ཁྱོད་ཚོ་ཡི་རེ་བ་ལ་ཞུ་ཡི་རེད་ང་ལ་རྫ་བཟོ་ཞིག་བྱེད་རུག་སོང་ནས་འདི་འདྲ་ཡི་གསང་པ་ཞུ་ཡི་རེད་ཡང་ངའི་རེ་བ་ལ་རེད་ངའི་རེ་བ་དང་ངའི་ལས་འགན་ལ་རེད་ཨ་གཉིས་པ་ནས་ད་ང་ཕོ་བྲ་ཆེན་པོ་འདུས་ཚར་དུས་རོགས་མང་པོ་ཞིག་ཐུག་འཕྲད་རོགས་ཁོང་ཚོ་ནང་སྒྱུ་རྩལ་ལོ་ལིང་ནང་དུ་མང་པོ་ཞུ་ཡི་རེད་ཤིང་བཟོ་ཟེར་ཡག་དང་ང་རྫ་བཟོ་ལ་ཡོད་རེད་འདི་འདྲ་བཟོ་ཁྱོད་ཚོ་རོགས་མང་པོ་ཐུག་འཕྲད་ནས་ཁོ་ཚོའི་ཕོ་བསང། ཁོ་ཚོས་འབད་བརྩོན་བྱས་སྟངས་ང་མཐོང་རྒྱུ་ཡོད་རེད། འདི་འདྲ་བྱས་དུས་ངས་བསམ་ན་རྫ་བཟོ་འདི་འདྲ་བྱས་ན་ངའི་བུ་ཚང་ལ་ཡང་རེད་བསམ་འདུག་ལས་ཁ་ཆེན་པོ་ཞིག་རེད་བསམ་འདུག། ཟེར་ཁྱོད་རང་གི་མ་རྩ་འདི་རྫ་བཟོ་བཟོ་རྒྱུ་ལ་ཨི་དགའ། དགའ་པོ་ཡོད་རེད་དགའ་པོ་ཡོད་རེད་ཆུང་དུས་ནས་དགའ་པོ་ཡོད་རེད་ཆུང་དུས་ནས་དགའ་པོ་ཡོད་རེད། དེ་ཁྱོད་ཚོའི་ཨ་ཕ་ཨ་མྱེས་དེ་ཚོ་གི་ཤུགས་རྐྱེན་ཐེན་ལ་ཨི་རེད་དོ།
རེད་རེད་རེད་ཁོ་ཚོའི་ཤུགས་རྐྱེན་ཐོན་ལ་ཨི་རེད། རེད་རེད། ད་ང་ཚོ་གི་འདི།

རེད་རེད་རེད་ད་ཁྱོད་རང་གི་ད་མ་འོངས་པ་ལ་ང་ཚོ་གི་ཉེ་ཆར་གི་ད་རྫ་བཟོ་གི་ལག་རྩ་ཡང་མིན་ན་ཐོས་རྫས་འདི་ཚོ་ལ་ཁྱོད་རང་གི་ལྟ་ན་འཕེལ་རྒྱས་ཀྱི་ཁ་ཕྱོགས་འདྲ་དེ་ཅི་འདྲ་རེད་ཡང་མིན་ན་ཁྱོད་རང་གི་བསམ་དོན་འདྲ་ཅི་ཨེ་ཡོད། ཨང་ཡོད་རེད་ཡོད་རེད་དེ། འདི་ཞིག་དཔེ་ཞིག་བཞག་ན་ཨ་འདི་ཞིག་དཔེ་བཞག་འདི་དཔེ་བཞག་འདི་དེ

ངའི་ལྷ་ནི་བཀྲ་ཤིས་ལ། བླ་མ་ནི་བཀྲ་ཤིས་ལ་ཕུལ་གསུངས་པའི་དྲན་པ་ཡོད་རེད། རེད་ད་ཁྱོད་ཚོ་ཨ་ཕ་ཨ་མྱེས་དེ་ཚོ་གི་སྔོན་མ་གི་དེ་འདྲ་གི་ལས་སྟོང་གི་རྨོངས་གཞི་གི་ཐོང་ལ་ཁྱོད་རང་གི་དེ་འདྲ་ས་སྟོན་བཟོ་རེད་རེད་རེད་འདི་རིགས་ཁོ་ཚོ་ཡི་རྨང་གཞི་ཡོད་ཆ་ནི་ད་ང་ས་སྟོན་བྱེད་བྱེད་ཐུབ་གི་རེད་མི་ཡིན་ན་བྱེད་ཐུབ་གི་མ་རེད་རེད་རེད་རེད་ད་ལྟ་ཞིག་དེ་མིན་ན་ད་རུང་གཞན་པ་ཅི་ཨེ་ཡོད། གཞན་པ་ཡོད་རེད་དེ་མ་ཟད་ནི་ར་ཞིག་བསྐུར་བ། འདི་ན་ནི། ནི་ར་ད། རྒྱ་ན་བྱ་འཐུང་ས་རེད། བྱ་འཐུང་ས་རེད། ད་ང་ཚོ་སེམས་ཀྱི་ན་ནི་ས་ཆ་ཞིག་བུ་ཞིག་རེད་བ། རེད་རེད། ཡུལ་སྐུ་བ་མང་པོ་ཞིག་ཡོད་རེད། རེད་རེད། ནི་ར་ཞིག་བྱས་དུས་ཁོ་ཚོ་ལ་ནི་ར་ཞིག་དགའ་པོ་འདུག་བ་ཁོ་ཚོའི་འཚོ་བ་ནང་ནི་ར་ཞིག། གལ་ཆེ་ཤོས་ཞིག་རེད། བྱ་འཐུང་ཞོར་ནི་ནི་ར་སོང་ནས་དེ་ངས་ནི་ར་ལ་བཟོ། ནི་ར་ལ་བཟོ། ཡང་ངའི། སེམས་པ་ནང་ནི་ར་སོང་ཡོད། མི་རིགས་གཞན་པ་ཀྱི་ཕུལ་བྱུང་རིག་གནས། ནི་ར་ཡི་རི་མོ་དང། ནི་ར་ཡི་ཁོ་ཚོའི།

གཟིམ་མ་ལྷས་ཀྱིས་དེ་ཡང་ང་ཚོ་སྡོད་ཆེན་གྱི་ཉི་ཤར་ཡུལ་དུ་སླེབས་དུས་ཁྱིམ་ཚང་སོ་སོ་ནི་རྫ་ནག་ལས་ས་དང་མི་རེ་རེ་ནི་རྫ་ནག་ལོ་ཙཱ་བ་རེད་འདུག་རྫ་ནག་ལོ་ཙཱ་འདི་ཉི་ཤར་ཡུལ་ཚོ་ཀྱི་རིག་གནས་ཀྱི་མཚོན་བྱེད་ཅིག་དང། འཚོ་བའི་རྟེན་ས་ཞིག་ཏུ་བྱས་ཡོད།
ཨ་ཀ། ཁྱོད་ལས་ཀ་བྱེད་འདུག་གོ། ཁྱོད་ལས་ཀ་རྒད་པོ་ཡིན་ཟ།

ཁོ་ཡག་རྡོ་ར་ཤི་དར་བ་ཡིན། ཉི་མ་བཀྲིས་ནི་ཀྱི་ཀིང་ངས་བཟོས་པའི་ཀིརི་ཐུ་ནི། ཁོ་ནི་ཉི་མ་བཀྲིས་ཀུའུ་ཡུས་ཀྲ། ཁོ་བཟོས་པའི་ཉི་མ་བཀྲིས་ནི་ཀྲིས་ཀྲིས་མ་བཟོས་མི་ཀྱ། ཨོ་ཉི་མ་བཀྲིས་ནི་ཀྱི་རི་ཀྱི་རི། དེ་རི་མོ་དཔེ་ན་དེ་ཚོ་ཉུལ་ཉུལ་མ་འདྲ་དེ་ཚོ་ཡིན་ན། ཉང་ཉང་མ་རྡོ་མི་གིས་འདི་ནེ་ནེ་ཟེར་བཟོས་ཀྱ། ཨོ།
ཁྱོད་ཚོ་ཕྱི་ནོར་ལ་འདི་ལེན་མཁན་ཁྱོད་མ་གཏོགས་ཡོད་ལ།